བཀའ་ཤག་གི་དམ་བཅའ་བརྟན་པོ་ཡིན་ཁྲིམས་དང་སྒྲིག་གཞི་གཞི་བཟུང་བྱེད་འགྲོ་ཡག་གི། དེ་དང་འཛམ་བུ་གླིང་ལ་ཡང་ང་ཚོ་བཙན་བྱོལ་བའི་གཞུང་འདི་མང་དྲག་ཅིག་འདུག་ད་ག་ས་བྱས་ནས་དཔེ་སྟོན་ཡ་ལ་ཡ། ང་ཚོ་དམ་བཅའ་བརྟན་པོ་ཡིན་ད་ལས་གཞི་འདུག་ད་ག་ས་མིང་ཙམ་དང་ཅིག་སྟོན་ཡ་འདྲ་བོ་ཕྱི་གོང་མ་ཡིན་པ་བྱས་རྗེས་དངོས་གནས་དྲ་གནས་ཀྱི་མི་མང་ལ་ཡང་ཁ་ཡོད་ལག་ཡོད་ཀྱི་ཕན་ཐོག་ཡ་གི་ལས་གཞི་འདི་ཚོ་ག་རེ་ག་རེ་བྱེད་དགོས་ཀྱི་འདུག་དེ་ཚོ་མང་བ་བང་འགྲིལ་ཡ་ཆགས་ཀྱི་ཡོད་རེད། རྣམ་པ་ལྷན་རྒྱས་ཚང་མ་བློ་ལ་ཡལ་ཙམ་དེ་བཀྲ་ཤིས་བདེ་ལེགས་བཅས་ནས་ཞུ་ཡས་ཡིན། བཀའ་ཤག་སྐབས་བཅུ་དྲུག་པའི་བོད་ཀྱི་མ་འོངས་འགན་སྲུང་བཞེས་པའི་ཕུགས་དམིགས་ཡིག་ཆའི་དབུ་འབྱེད་ཀྱི་གསུང་བཤད་དང་དེ་བཞིན་ཡིག་ཆ་དེའི་ནང་འཁོད་པའི་བོད་ཀྱི་གལ་གནད་སྐོར་དང། བོད་དོན་བདེན་མཐའ་གསལ་ཐབས་དབུ་མའི་ལམ་བཅས་ཀྱི་སྐོར་ལ་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འགྲེལ་བརྗོད་གནང་བ་ཁག་ལེན་ཅིང་གསན་རོགས་གནང་ལེ་ཚན་བརྒྱ་དང་དགུ་བཅུ་གོ་གཅིག་དང་བརྒྱ་དང་དགུ་བཅུ་གོ་གཉིས་བརྒྱ་དང་དགུ་བཅུ་གོ་གསུམ་དང་བརྒྱ་དང་དགུ་བཅུ་གོ་བཞི་ནང།

འོ་སྡུག་བྱས་རྗེས་འདི་བྱས་དེ་ང་ཚོའི་ཆོད་སེམས་བརྟན་པོ་ཡིན་ད་ལྟ་འདི་ཡིག་ཆ་འདི་བཟོས་པའི་སྐབས་ལ་ཡིན་ནའི་བཀའ་བློན་རྣམ་པ་རེ་རེ་རེ་གིས་ཐུགས་ཁུར་མང་པོ་བཞེས་ཡོད་རེད་དུས་ཚོད་མང་པོ་བཏང་གནང་ཡོད་རེད་བཀའ་ཤག་ལྷན་རྒྱས་ཀྱི་ཐོག་ནས་ང་ཚོ་དུས་ཚོད་མང་པོ་བཏང་བྱས་འདུག་ཅིང་བཟོས་པ་རེད་ལས་བྱེད་མང་པོ་འགའི་བསམ་ཚུལ་འདི་ནང་སླེབས་ཡོད་རེད་ད་དེ་ནང་བཞིན་བྱས་ནི་ད་ལྟ་ང་ཚོའི་གི་ད་ལེའུ་གཉིས་པ་འདི་ད་སྤྱི་ཚོགས་བདེ་དོན་གང་ན་ང་ཚོ་དེ་ཡང་ཅིག་ལས་འགན་སྒྲུབ་དགོས་དེ་ནང་ལོགས་ལ་རེད་ད་འདི་སྤྱི་ཚོགས་བདེ་དོན་ནང་ནས་ལས་འགན་དང་པོ་འདི་ང་ཚོ་གོང་བུ་གཅིག་སྒྲིལ་དགོས་ཀྱི་འདུག་རོ། ད་ལྟའི་གནས་སྟངས་འདུག་ཕྱིན་བལྟས་ཡོང་དུས་ཚན་པ་ལ་ཨ་ལེ་དེ་རྒྱ་ནང་ལས་ཁ་བརྡས་བཅག་དགོས་ཀྱི། ང་རང་ཚོ་སྤྱི་ཚོགས་ནང་ལོག་ལས་ཁ་བརྡས་བཅག་དགོས་ཀྱི། རོ། དེ་འདྲས་བྱས་དུས་དུས་ཚན་པ་ཨ་ལེ་ཚང་མ་ལོག་ལ་ཁ་བརྡས་བཅག་ཆེད་བཀའ་ཤག་གཅིག་པོ་འདུག་ད་འཛིན་སྐྱོང་གཅིག་པོ་འདུག་ལྷག་དེ་བས་སོ་ལོག་བྱས་ན་ཆོག་ས་ཁས་མི་འདུག་ཨ། དེ་ཡིན་དུས་ཚན་པ་ལ་ང་རང་ཚོ་གཅིག་སྒྲིལ་གྱི་གོང་བུ་གཅིག་སྒྲིལ་གྱི་ནུས་པ་དེ་དགོས་ཀྱི་ཡོད་པ་ཡིན་ན་དབུས་ཀྱི་སྒྲིག་འཛུགས་ནས་ཕྱིན་ནས་དམངས་གཙོའི་ཀ་བ་གསུམ་ནས་ཕྱིན་ནས་དགོས་ཀྱི་ཡོད་རེད། ཁྲིམས་ལུགས་དབང་འཛིན་ནན་བྱས་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ནན་བྱས་ནས་གྲོས་ཚོགས་ནན་བྱས་ནས་བཀའ་ཤག་ནན་བྱས་ནས་ཚང་མ་ལོག་དགོས་ཀྱི་ཡོད་རེད། བཀའ་ཤག་གི་དམ་བཅའ་བརྟན་པོ་ཡིན་ཁྲིམས་དང་སྒྲིག་གཞི་གཞི་བཟུང་བྱས་ནས་འགྲོ་ཡག་གི། དེ་དང་འཛམ་བུ་གླིང་ལ་ཡང་ང་ཚོ་བཙན་བྱོལ་བའི་གཞུང་འདི་མ་འདྲ་ཞིག་འདུག་ད་བྱས་ནས་དཔེ་སྟོན་ཡ་ལ་ཡ། ང་ཚོ་དམ་བཅའ་བརྟན་པོ་ཡིན། ཀ་བ་གཞན་པ་ཚོས་ཀྱི་དང་བླངས་ནང་བཞིན་བྱེད་རོགས་བྱས་པ་ཡིན་ན་ང་ཚོའི་གོང་བུའི་ནུས་པ་དེ་རང་བཞིན་གྱིས་ཤུགས་ཆེ་རུ་འགྲོ་གི་རེད།

ལྟས་ནས་ཁུངས་ག་ནས་བྱེད་ཀྱི་འདུག་ག་འདྲས་བྱེད་ཀྱི་འདུག་ང་རང་ཚོ་མིས་རང་ང་རང་ཚོའི་ལག་ཆ་ཆ་ང་རང་ཚོ་ལ་ཡ་ཅིག་གི་གར་སོང་རེད་ཕན་ཐོག་མ་ཡོང་ཡ་གི་གནས་ཚུལ་དེ་གའི་དེ་གོང་འཕེལ་བཏང་ཡ་ལ་ཡ་ལག་ཆ་ཆག་གི་འདུག་ཆག་གི་མི་འདུག་དེ་ཚོ་བསམ་བློ་བཏང་དགོས་ཀྱི་འདུག་ཨ་འོང་དེ་གས་ཡིན་དུས་ཚང་མ་ལ་ཨ་ནི་ཅིག་ད་ང་ཚོ་ལ་གདོང་ལེན་བྱེད་དགོས་ཡ་གལ་ཆེ་ཤོས་དེ་ད་སྤྱི་ཚོགས་འགྱུར་བ་ཞོ་ཞུ་འགྲོ་གི་ཡོ་རེད་སྙེ་མ་ལྔ་བཅུ་ང་དགུ་དྲུག་ཅུ་བདུན་ཅུ་གི་གནས་སྟངས་དེ་འདྲ་མ་རེད། སྤྱི་ཚོགས་འགྱུར་བ་ཤུགས་ཆེན་པོ་ཞིག་འགྲོ་གི་ཡོད་དུས། སྤྱི་ཚོགས་འགྱུར་བ་འགྲུབ་པ་དང་བསྟུན་ཆེད་ང་རང་ཚོས་འགྱུར་བ་བཏང་ཐུབ་ཀྱི་རེད་ཐུབ་ཀྱི་མ་རེད་ཞེས་འདི་ལ་རག་ལས་ཀྱི་ཡོད་ད། མ་འོངས་པར་གདོང་ལེན་བྱེད་ཡ་ཆེ་ཤོས་དེ་འདི་ཆགས་ཀྱི་རེད། གལ་སྲིད་ང་རང་ཚོས་ཀྱི་སྤྱི་ཚོགས་འགྱུར་འགྲོས་ཀྱི་དངོས་ཡོད་གནས་སྟངས་དང་བསྟུན་འབད་ཀྱིས་འགྱུར་བ་བཏང་ཐུབ་པ་འདྲ་བོ་བྱིན་པ་ཡིན་ན། བོད་སྤྱི་པ་ལ་ཏན་ཏན་ཁེ་ཕན་ཡོང་གི་རེད། གལ་སྲིད་དེ་འདྲས་ཀྱིས་བཏང་མ་ཐུབ་པ་འདྲ་བོ་བྱིན་པ་ཡིན་ན། ཨ་ནི། ད། སྒྲིག་འཛུགས་དང་མི་མང་བར་རག་འབྲེལ་བ་བྱེད་ཡ་དེ་གནས་ཚུལ་དེ་ག་འདྲས་ཡོང་གི་རེད། དང་ནང་བཞིན་བྱས་ནས་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་མཐུན་གྱི་གནས་བབ། ད་ལྟ་ང་ཚོའི་བཅའ་ཁྲིམས་ཀྱི་ཨ་ནི་གླེང་བརྗོད་ནང་བྲིས་བཞེས་ཡོད་པ་ནང་བཞིན་བྱས་རྗེས་དེའི་གི་ཁྲིམས་མཐུན་གྱི་གནས་བབ་དེ་མུ་མཐུད་ནས་ང་ཚོ་ག་ཚོད་གནས་ཐུབ་ར་ཐུབ་ཀྱི་མ་རེད་བསམ་དེ་ཚོ་ཚང་མ་ལོག་ལ་ཡ། དྲི་རྟགས་ཆེན་པོ་ཆགས་ཡོང་དགོས་པ་དང། དྲི་རྟགས་ཆེན་པོ། དེ་ཡིན་དུས། རྩ་བའི་ཆ་ནས། སུ་སུ་སུའི་གི་སྒེར་གྱི་ཁེ་ཕན་དང་སུ་སུ་སུའི་གི་སྒེར་གྱི་བསམ་བློ་དང་ཡང་ཅིག་གི་དེ་འདྲས། ཡོང་མི་སྲིད་པ་མ་རེད་དེ་ཡིན་ནས་ང་ཚོ་བོད་སྤྱི་པའི་དོན་དག་ལས་ཀ་བྱེད་པ་བྱེད་ན། ལས་ཀ་བྱེད་མཁན་ཇི་ཡིན་པ་ཡིན་ན། སྤྱི་པ་ལ་ཕན་ཐོགས་ཀྱི་འདུག་འདུག་ཕན་ཐོགས་ཀྱི་མི་འདུག་ཟེར་འདི་བསམ་བློ་གཙོ་བོ་ལ་བཞག་པའི་ཐོག་ནས་ལས་ཀ་བྱེད་དགོས་པ་དེ་གལ་ཆེན་པོ་ཆགས་བསྡད་ཡོད་རེད། དེ་ནང་བཞིན་གྱི་ནས་ད་དམངས་གཙོ་ཡིན་པ་ཡིན་ནས་ད་རྒྱ་བོར་མི་བྱེད་གི་མ་གསོད་རེ་གནང་བྱས། རེད་པ། རྒྱལ་ཁབ་མི་མི་རིགས་གཞན་པ་ཡིན་ན་འཐབ་རྩོད་བྱེད་དགོས་ཀྱི་ཡོད་རེད་ཁྲག་དང་ཕྱི་སྨན་གྱི་འགྲོ་སོང་བཏང་དགོས་ཀྱི་ཡོད་རེད། ད་ང་ཚོ་མ་གསོད་རེ་གནང་བྱས་པ་འདི་ང་ཚོ་བདག་པོ་ཡག་པོ་བརྒྱབ་མ་ཐུབ་པ་འདྲ་བོ་བྱིན་པ་ཡིན་ན། རེད། ཨ་ནི་ང་ཚོའི་གི་མི་རབས་འདི་ནག་ཉེས་ཅན་གི་མི་རབས་ཅིག་ལ་ཡང་འགྱུར་བས་གི་ཉེན་ཁ་ཆེན་པོ་ཡོད་རེད། དེ་ཡིན་དུས་ཚང་མ་ལ་མང་གཙོའི་གི་འགྲོ་ལུགས་འགྲོ་སྟངས་གོམས་གཤིས་ལྟ་གྲུབ་འདི་གས་འདི་ཡག་པོ་ཕྱིས་ནས་མགོ་འཚོས་པ་བྱེད་དགོས་གི་རེད་མ་གཏོགས་ཅིག་གི་རྐུབ་བཀྱག་ཅིག་རག་པ་དང་ཨ་ནི་གང་བྱེད་བྱེད་ཡིན་གང་བཤད་བཤད་ཡིན་བསམ་བསམ་འདྲ་པོ་བྱེད་པ་ཡིན་ན་དེ་ད་ལྟ་དེ་གས་ཡོད་མ་རེད། ཀ་བ་སུ་སུ་སུ་ལ་དབང་ཆ་ཆ་བགོས་ཡོད་རེད། དབང་ཆ་ཆ་བགོས་བྱས་པ་ནང་བཞིན་བྱས་ནས་ས་མཚམས་ཡོད་རེད། ད་ལྟ་ཡིན་པ་ཡིན་ནའི་བཅའ་ཁྲིམས་ཀྱི་སྒྲོམ་གཞིའི་ནང་ང་ཚོར་དཀའ་ངལ་ཁ་ཤས་ཤིག་ཡོད་རེད། ད་ལྟ་ད་བཅའ་ཁྲིམས་བསྐྱར་བཅོས་ཚོགས་ཆུང་ཚོགས་ཆུང་ཚོགས་ཆུང་བཙུགས་ཡས་ཐུགས་གཏན་འཁེལ་བསྡད་ཡོད་དུས་སེམས་པ་དེ་ཚོ་ནང་ལོགས་ལས་ཏན་ཏན་ང་ཚོ་བཀའ་བསྡུར་ཡོང་གི་རེད་བསམ་གྱི་འདུག་དེ་ཡིན་དུས་མང་གཙོ་སྲུང་སྐྱོང་བྱེད་ཡ་དང་ཨ་ནི་མང་གཙོའི་གི་ལྟ་གྲུབ་དེ་གའི་དེའི་ཉམས་ལེན་ཚད་ལྡན་བྱས་ནས་འགྲོ་དགོས་ཀྱི་རེད་མ་གཏོགས་ཅིག་གཞན་པར་ང་ཚོའི་སྤྱི་ཚོགས་དེ་མང་གཙོ་མིང་ཙམ་ཅིག་མང་གཙོ་མ་གཏོགས་ཅིག་གིས་ཨ་ནི་དངོས་གནས་དྲང་གནས་ཀྱི་ཅིག་མིང་དོན་མཚུངས་བའི་གི་མང་གཙོ་ལམ་ཁ་ཅིག་འགྲོ་མ་ཐུབ་པ་ཡིན་ན་ད་ལྟ་བར་དུ་ཅི་ནུས་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ལས་བསྐྱོན་བཞག་པ་དེ་གའི་ཚང་མ་ལོ་ལྟར་ང་ཚོ་མ་ཤིག་འགྲོ་རུ་དེ་འདྲའི་གི་ལམ་ཁ་ཅིག་གང་ལ་ལ་མ་འགྲོ་ཡ་རེད་བ། བཟང་ཕྱོགས་གི་ཁ་ཕྱོགས་ཅིག་གང་ལ་འགྲོ་དགོས་ཡ་དེ་གལ་ཆེན་པོ་ཞུ་ཆགས་དེ་ཡོད་རེད། ཨ་ནི་འཛིན་སྐྱོང་གི་བྱེད་སྒོ་ག་རེ་ཡིན་པ་ཡིན་ནའི་ཏང་ཙུའི་ཕྱི་གསལ་ནང་གསལ་བྱེད་མཁན་ཡིན་ཟེར་ལྟ་བུའི་འཛིན་སྐྱོང་གི་ལ་ཡ་ག་རེ་བྱས་པ་ཡིན་ནས་དེ་ཡིན་དུས་ཚན་པ་ད་ལྟའི་ང་ཚོ་ལས་གཞི་འཛུགས་ཡིན་པ་ཡིན་ནས་ཁ་སང་ལྷན་ཁང་ཁག་ཚོར་ཕྱིན་ཚར་བ་ལབ་ཡོད་ད། ལས་གཞི་མང་ལག་བསྟར་བྱེད་པའི་སྐབས་ལ་སོ་སོ་སོའི་གི་འགན་འཁྱེན་ཡས་ཀྱི་ལས་བྱས་ཡོད་པ་མ་འོངས་པ་དེ་འགྲིག་མི་འདུག་ན་འདི་འགྲིག་མི་འདུག་ཟེར་ནས་འཛུགས་འགོ་བཙུགས་ས་ཡོད་པ་ཅིག་དགོས་ཀྱི་འདུག་མ་གཏོགས་ཅིག་གིས་ད་ལྟ་སྒྲོམ་གཞི་མང་པོ་ཅིག་སུ་ལ་འཛུགས་འགོ་བཙུགས་དགོས་ཡོད་མེད་ཧ་གོ་གི་མི་འདུག་ལས་གཞི་དེ་མ་འགྲུབ་ན། རང་འདི་སྒྲུབ་ས་ཡོད་པ་བྱེད། ཨན་ད་ག་ནང་བཞིན་བྱེད་ནི་ལས་གཞི་རེ་རེ་རེ་རེ་ལི་ཡ་ཨང་ཀི་སྤྲད་ལས་གཞི་རེ་རེ་རེ་རེ་ལི་ཡ་མིང་སྤྲད་བྱས། མ་འོངས་པ་རོགས་དངུལ་སྤྲད་མཁན་ཡིན་ནའི་རེད་རོགས་དངུལ་ལེན་མཁན་ཡིན་ནའི་རེད་ལག་བསྟར་བྱེད་མཁན་ཡིན་ནའི་རེད་སྟངས་འཛིན་བྱེད་མཁན་ཡིན་ནའི་རེད་འདི་གས་ཚང་མ་ལོག་ཨན་ཇུས་ཏོག་བྱེད་མཁན་ཡིན་པ་ཡིན་ནའི་ཚང་མ་ལོག་ལྟ་ཡ་ཡོག་བྱེད། ཨ་ཡིན་གཅིག་མིན་གཅིག་ང་ཚོའི་ལས་གཞི་འདི་ག་བར་སླེབས་སོང་ཟེར་ནས་ཁ་པར་བཏང་རྗེས་རྩད་གཅོད་དེ་ནི་བྱེད་མ་བ་ཡ་བྱས། དྲ་རྒྱ་གཅིག་རང་ནས་བརྡ་ཡ་ཡོད་པ། ལས་གཞིའི་མིང། རོ་ཡ་རོགས་ཚོགས་སུ་རེད་དངུལ་འབོར་ག་ཚོད་རེད་ག་རེའི་ཆེད་དུ་གནང་བ་རེད་དུས་ཚུན་དུ་ག་ཚོད་ནང་ཚགས་སྒུག་ཡོད་རེད་དེ་སྐད་དེ་ཆ་ཚང་ཡ་ཡོད་བ་བྱས། དེ་ནས་མར་བྱ་རིམ་ག་རེ་ག་རེ་ཡོད་རེད process། ཚོགས་འདུ་དེ་གཅིག་ཚོགས་ཚར་བ་ཡིན་ནས་ཚོགས་འདུ་འདི་ཚོགས་ཚར་བ་ཡིན་ཟེར་ནས་པར་བརྒྱབ་དེའི་ནང་འདི་ཐག་གཅོད་བྱུང་ཟེར་ད་རིམ་པ་གཉིས་པ་དེ་སྒྲུག་རེས་བྱས་ནས་འདུག་འདུག་བྱས། འཛིན་སྐྱོང་དངོས་གནས་ཡིན་པ་ཡིན་ནའི་འདི་དགའ་བདེ་ཡོད་པ་ཡིན་ནའི་ཨ་ནི་ག་བ་ལ་དགའ་བདེ་འདུག་གར་ཕྱིན་དགའ་བདེ་འདུག་འདི་གསང་དགོས་ཡག་གི་ལས་འགན་ཡིན་ཚུལ་འཛིན་སྐྱོང་གི་སྒང་ལ་འགན་འདེང་གི་ཁེ་ཡིན་ཚུལ་གི་གསང་དགོས་ཀྱི་ཡོད་ར་བ་འོ་འདུག་ཕྱིན་ད་གཙོ་བོ་འདི་ག་འདར་ལས་གཞི་མང་ཕྱིན་ཆད་ལག་བསྟར་བྱེད་ཡག་དངུལ་ག་རེ་ཡོང་གི་ཡོད་པ་ཡིན་ནའི་འདི་ཆེད་དུ་བེད་སྤྱོད་བཏང་ཡག་དང་ཨ་ནི་མི་མང་གི་དགོས་མཁོ་གསར་བ་དེ་འདྲེ་ཡག་སྒྲུག་ཡག་གི་ད་འདི་བྱེད་དགོས་ཀྱི་ཡོད་རེད་ཨ་ནི་ང་ཚོའི་སྒྲིག་འཛུགས་གི་ལས་ཀ་ག་རེ་བྱེད་པ་ཡིན་ནའི་སྒྲིག་འཛུགས་གི་ཐོན་ཁུངས་ག་རེ་ཡོད་པ་ཡིན་ནའི་འདི་ག་ཚང་མ་ལོ་གཅིག་གཉོམ་གྲང་ལྡན་རང་གི་ཐོག་ནས་ད་ལྟའི་བཀའ་ཤག་དེ་གི་བཞུགས་མཁན་འདུག་ཟེར་ལ་ནི་འདི་གཅིག་པུ་ལ་ཕུལ་བྱས་པ་དེ་འདྲ་གཅིག་གོ་མ་ཡིན་པ། སྤྱི་ཡོངས་ཀྱི་སྤྱི་ཚོགས་ཀྱི་དགོས་མཁོ་དེ་ག་རེ་ཆགས་ཀྱི་འདུག་འདི་ཁྱོན་ཡོངས་ནས་ཡང་འགྲུབ་ཨ་ནི་དེ་ནས་ཨ་ནི་མ་ག་ཚོད་ཞིག་ལྟ་ཐུབ་ཀྱི་འདུག་ཟེར་ཡ་འདི་གང་འགྲོ་བསྡད་ཀྱི་ཡོད་རེད་དེ་ཡིན་དུས་བསམ་པ། ང་ཚོས་ལས་ཀ་ག་རེ་བྱས་པ་ཡིན་ནས་སྤྱི་སྙོམས་དྲང་བདེན་གོ་དངུལ་ག་རེ་ཡོད་པ་ཡིན་ནས་མཐུན་རྐྱེན་ག་རེ་སྦྱར་དགོས་ཡོད་པ་ཡིན་ནས་འདི་ལ་ཆོལ་ཁ་དང་ཆོས་ལུགས་དང་སྤྱི་གང་དགོས་ཀྱི་དབྱེ་བ་གང་ཡང་ཡོད་མ་རེད་བོད་མི་སྒྲིག་འཛུགས་ལས་ཀ་བྱས་པའི་སྐབས་དེ་དེ་ཡིན་དུས་བསམ་པ་དེས་ང་ཚོས་ཀྱི་གོང་བུ་གཅིག་སྒྲིལ་གྱི་ནུས་པ་ལ་ཕན་ཐོགས་དཀའ། ཨན་དང་ནང་བཞིན་གྱི་ད་གཞུང་མང་གི་ལས་འགུལ་དེ་གའི་དེ་ནུས་པ་མཉམ་སྤུངས་བྱེད་དགོས་ཀྱི་འདུག་མ་གཏོགས་རྗེས་ཀྱི་རྗེས་འགྱོང་བཀའ་ཤག་གི་བསམ་བློ་ག་ཚོད་མོ་ག་ཚོད་ཡོད་པ་ཡིན་ནའི་མི་མང་གི་མཐུན་འགྱུར་མ་གནང་པ་ཡིན་ན་ཨན་ཁག་པོ་ཆགས་ཡོང་གི་འདུག་ཨ། དཔེར་ན་ང་ཚོའི་གྲངས་ཐོ་ཚད་ལྡན་གྱི་བཟོ་གི་ཡིན་ཞེས་ལབ་ཀྱི་ཡོད་རེད་ཨནི་མི་འབོར་གྲངས་བཤེར་དེ་སྒང་ལ་ཡང་ཡང་འགོག་རྐྱེན་འདྲ་བོ་དེ་འདྲས་འཕྲད་རྗེས་ད་ལྟ་ང་ཚོ་ཆ་ཚང་བ་གཅིག་མ་བཏོན་མ་ཐུག་བྱས་ལྷག་དེ་ཡ་དེ་འདི་འདྲ་བྱིན་ལྷག་དེ་ཡ། ད་རྒྱ་གར་ནང་ལ་ཡིན་པ་ཡིན་ནའི་ད་ལྟ་ས་ཆ་ག་ཤེད་ཅིག་ལ་ང་ཚོ་ཡང་བསྐྱར་གྲངས་ཀ་ཚིག་གོ་ཡ་དང། ཨ་ནི་ནང་མིའི་གི་གྲངས་ཀ་ཚིག་གོ་ཡ་དང་དེ་འདྲའི་གི་གནས་སྟངས་འདྲ་བོ་དེ་འདྲ་ཡ་ཡོད། ཨ་ཕྱི་དྲིལ་ལས་ཁུངས་གི་བརྒྱུད་ནས་ད་ལྟ་ཕྱི་རྒྱལ་དོན་གཅོད་ཁག་ལ་ཡིན་པ་ཡིན་ནའི་འདི་གའི་ཚང་མ་ཅིག་བཟོས་མ་ཚར་བར་དུ་ཅིག་བྱེད་རོགས་བྱེད་བྱེད་ནས་ཞུ་ཡ་དེ་བྱེད་རོགས་བྱེད་གི་མི་འདུག་ག་སུ་སུ་སུའི་གི་རྣམ་དཔྱོད་གཞན་པ་ཅིག་བེད་སྤྱོད་བཏང་གི་བསྡད་ཨ་ནི་དེ་ཁུངས་མ་འཁྱོལ་བ་བྱེད་ད་ཐེངས་མ་གཅིག་ལབ་གཉིས་ལབ་ལས་དུས་ན་ང་ཚོ་ག་ཚོད་བར་དུ་བྱེད་དགོས་རེད་ཟེར་ཡ་སྐད་དེ་ཤོག་ཡོང་གི་འདུག་ག་དེ་ཡིན་དུས་ད་འདིའི་འོག་དེ་ནས་མར་ང་ཚོ་སླེབས་ཡོང་གི་རེད་སྒྲིག་འཛུགས་ཀྱི་སྒྲོམ་གཞི་དང་དེ་ཚོ་བཟོས་ཡག་གི་ཐོག་ནས་དེ་ནང་ལས་འབྲེལ་ཤེས་བསྟེར་ཞིག་ཞུ་གི་ཡིན། གང་ལྟར་ལས་ཀ་ག་འདྲའི་ལྗིད་ཡིན་པ་ཡིན་ནའི་གཞུང་དང་མི་མང་གིས་མཉམ་དུ་ཕྱར་གྲུ་མཉམ་འདེགས་བྱེད་དགོས་ཀྱི་འདུག་མ་གཏོགས་གཅིག་གིས་ལྷག་པར་དུ་གྲངས་ཐོ་དང་དེ་ཚོ་ཡིན་པ་ཡིན་ན་གཞི་རིམ་ནས་གྲངས་ཐོ་ཡག་པོ་མེད་པ་ཡིན་ན་ང་ཚོ་གང་ལ་གྲངས་ཐོ་ཡག་པོ་ཡོང་ཡ་ཁོ་ན་ཡོང་མར་ང་ཚོ་དེ་བཟོས་ཤིང་མར་བ་གྲངས་ཐོ་རང་ཨ་ནི་ལས་ཀ་བྱེད་མཁན་སུ་ཡིན་པ་ཡིན་ནའི་སུ་སུ་སུ་མ་ས་གནས་ལ་འགྲོ་བའི་སྐབས་ལ་གྲངས་ཐོ་ག་འདྲ་ཞིག་དགོས་ཀྱི་ཡོད་མེད་དེ་གས་ཚང་མ་ལོ་ལྟ་དགོས་ཀྱི་ཡོད་རེད། སོ་སོའི་རིག་པ་བེད་སྤྱོད་བཏང་ནས། རེད་བ། འདུག་བྱས། ད་དེ་ནས་དོན་ཚན་གལ་ཆེ་བ་གཉིས་པ་དེ་ང་ཚོ་བཙན་བྱོལ་ནང་བསྡད་དེ་ད་ང་རང་ཚོ་བོད་པའི་གི་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་བྱེད་ཡ་དེ་རེད། འདས་པའི་ལོ་དྲུག་ཅུ་རེ་གསུམ་རིང་ག་ལ་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཕུགས་རྒྱང་རིང་པོའི་གི་དགོངས་པ་ཨ་ནི་རྒྱ་གར་གཞུང་གི་རོགས་རམ་འདི་གའི་སྟེང་ནས་ད་ང་ཚོ་དེ་རྒྱ་བལ་འབྲུག་གསུམ་ནང་ལོགས་ལ་ཡང་རུབ་བསྡུས་ཀྱི་སྤྱི་ཚོགས་བཙུགས་ཐུབ་ཆེད་རུབ་བསྡུས་ཀྱི་སྤྱི་ཚོགས་དེ་ཚོའི་ནང་ལོགས་ལ་ཨ་ང་རང་ཚོའི་བསླབ་གྲྭ་ང་རང་ཚོའི་གི་རིག་གཞུང་གི་ལྟེ་གནས་ཆོས་ཀྱི་ལྟེ་གནས་ད་རིག་གཞུང་གི་ལྟེ་གནས་ད་མང་པོ་ཅིག་བཙུགས་ཆེད་ག་འདར་བོད་ནང་ལོགས་ལ་ཐོར་ཞིག་ཆེན་བྱས་པ་འདི་གའི་འདི་ང་ཚོ་སླར་གསོ་བྱེད་ཐུབ་པའི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་བ། དེ་ཡིན་དུས། ད་ཁ་ཐོར་བུད་མེད་འདི་གའི་དེ་ཞི་ག་ཁ་ནང་ཚུགས་ཟླ་སྒྲིལ་བྱས་ཏེ་བཀའ་ཤག་སྐབས་བཅུ་དྲུག་པ་ཡར་སླེབས་པའི་སྐབས་དེ་ལ་གདོང་ལེན་བྱེད་དགོས་པ་གཉིས་མཐོང་བ་རེད་ད་དེ་ངས་འགྲེལ་བཤད་མང་པོ་ཞུས་ཚར་བ་ཡིན། གཅིག་དེ་ད་གཞིས་ཆགས་ཁག་ནང་ལོགས་ལ་གཞོན་སྐྱེས་ལོ་ཉི་ཤུ་ནས་བཞི་བཞི་ཞེ་ལྔ་པ་རགས་འཛུགས་ད་ཕྱི་ལོགས་འཐོན་འགྲོ་གི་ཡོད། དེ་འཐོན་འགྲོ་བའི་རྒྱུ་མཚན་ལ་བརྟེན་ནས་ད་སྤྲུལ་སྐུ་སྐྱེས་ཚད་དེ་ཉུང་རུ་འགྲོ་གི་ཡོད། སྤྲུལ་སྐུ་སྐྱེས་ཚད་ཉུང་རུ་འགྲོ་བའི་རྒྱུ་མཚན་ལ་བརྟེན་ནས་ད་ནི་བླ་བྲ་གནས་ཐུབ་མ་ཐུབ་དཀའ་ངལ་དང་ད་དེ་གའི་ཚང་མ་ལོགས་འབྲེལ་བ་ཆགས་དེ་ཡོད་གོ་སྐོ་ར་འདྲ་བོ་ཞིག་ཐེབས་བསྡད་ཡོད་རེད། དེ་ཡིན་དུས་ཚང་མ་ལ། ཨ་ནི། འདིའི་ནང་ལོགས་ལ། ད། འདས་པའི་ལོ་སུམ་ཅུ་བཞི་བཅུའི་རིང་ག་ལ་བོད་ནས་ཚུར་ཕེབས་ཞག་ངས་ས་ཁང་དང། གང་ཡང་སོ་སོའི་གི་མིང་ག་ལ་གང་ཡང་མེད་བསྡད་པ་དེ་འདྲས། ཨ་ནི་ཡོད་པ་དེ་གའི་དེའི་ད་གཞི་ཆགས། ཐོར་འགྲོ་མཁན་དེ་ཚོ་ནང་ལོགས་ལ་མ་ཅིག་སྤོས་ཐུབ་པ་འགྲོ་བཞིན་པ་ཡིན་ན་ཨ་ནི་ང་ཚོ་རུབ་སྡོད་གི་གཞི་ཆགས་དེ་ཤུགས་ཆེན་པོ་ཆགས་ཐུབ་ན་འདི་ལ་ཡང་དགོས་པ་གསུམ་འགྲོ་བཞིན་བལྟས་བྱས། འཕྲལ་སེལ་གི་དགོས་པ་དེ་མི་མང་གི་བདེ་སྡུག་ད་ཡ་བྱས། ཁང་པ་མེད་མཁན་ཚོ་ལ་ཡང་ཁང་པ་ཞིག་སྤྲད་ཐུབ་ཡ་བྱས། ག་སེ་བོ་རེད་ད་དུས་དྲིན་གྱི་དམིགས་ཡུལ་འདིས་སྤྱི་ཚོགས་སྲ་བརྟན་ནས་ཡང་ལ་ཕན་པ་བྱས། རེད་བ་ཕུགས་རྒྱང་གི་དམིགས་ཡུལ་འདིས་ཨ་ནི་ང་ཚོའི་འཐབ་རྩོད་དེ་ད་ལྟ་ནས་རྩིས་བྱས། ང་ཚོ་གྲ་སྒྲིག་སྡུག་ས་ལ་བྱས་ནས་མ་འོངས་པ་ལོ་སུམ་ཅུ་བཞི་བཅུ་འགོར་བ་ཡིན་ནའི་འདི་གནས་ཐུག་ཡག་གི་རྨང་གཞི་འདྲ་པོ་འདི་ང་ཚོ་རུབ་བསྡུས་ཀྱི་གཞི་ཆགས་དེ་གས་ཆགས་ཡོང་བ་རེད། བོད་མི་འདུས་སྡོད་ས་གནས་ཁག་ནས་སུ་ཆགས་ཡོང་གི་བ་རེད་དེ་ཡིན་ཚང་མ་འདི་གའི་ཚང་མ་ལ་དམིགས་བྱེད་ད་ལས་གཞི་རྒྱ་ཡ་ཆེན་པོ་ཞུ་གྱི་རེད་འགྲོ་སོང་མང་པོ་ཞུ་ཞུ་གི་ཡོད་བ་རེད་དེ་ཚོ་ལ་ད་ལྟ་ཐབས་ཤེས་བྱེད་ས་བྱེད་མུས་རེད་ཨ་ནི་ཅིག་རྒྱ་རོམ་ཆེ་ཐུ་ཅི་བྱིན་རླབས་དང་ལྷ་ཆོས་སྐྱོང་སྲུང་མའི་གྲོགས་ཁྲིད་ནས་བྱས་ང་རང་ཚོའི་ལས་ཀ་བྱེད་སྟངས་ཚོ་མ་ནོར་བ་ཡིན་ན་ཨ་ནི་ཕལ་ཆེར་འགྲིག་འགྲོ་ས་རེད་བསམ་བསམ་འདྲ་བ་ཅིག་རེ་བ་དེ་འདྲ་ཅིག་གང་འགྲོ་བསྡད་ཀྱི་ཡོད་རེད་ད་ལྟ་ཡིན་ནས་གཏན་འཁེལ་བ་དེ་འདྲ་གལ་ཡོད་མ་རེད་འབད་བརྩོན་བྱས་ཏེ་བྱེད་མུས་ཡིན་བྱས་ནས་དེ་ཞུ་སྡོད་ཀྱི་ཡོད་དེ་ནང་བཞིན་བྱས་ནས་ད་དེ་ནས་མ་ཆོས་སྡེ་ཁག། ན་ཆོས་ཚོགས་ཆོས་ཚོགས་ཁག་དེ་གའི་དེ་རྒྱུན་གནས་ཐུབ་ཡས་དེ་ན་ང་ཚོའི་གི་མི་རིགས་གི་ངོ་བོ་ནང་ལོགས་ནས་ན་སྙིང་པོ་དྲུག་ཆགས་བསྡད་གི་ཡོད་རེད་པ་དགོན་སྡེ་ཁག་དེ་གའི་དེ་ཆགས་བསྡད་གི་ཡོད་རེད་རྒྱ་བོར་མི་ཆོས་གི་ཕུགས་རིང་གི་དགོངས་པ་དེ་དགོན་སྡེ་ཆེ་ཁག་དེ་གའི་དེ་ན་གཅིག་གཉེས་མལ་གི་ན་ལམ་དག་གི་སྒྲིག་འཛུགས་སུ་རེད་བ་དེ་འདྲས་དང་ཡང་མེད་ན་དེང་དུས་གི་གཅིག International Buddhist Studies Center དེ་འདྲས་འགྱུར་ཐུབ་ཡས་གི་དགོངས་པ་བཞེས་གི་འདུག་བ།

སྐྱོ་བ་འབྲི་དགོངས་ན་མེད་པ་དེ་ཚོ་ང་ཚོ་ལྟ་རྟོག་བྱེད་དགོས་ཡ་དང་དེ་འདྲའི་ད་ཅིག་མཚན་དུས་འདྲ་བོ་དེ་འདྲའི་ཆུ་ཆུ་ཤུན་ཤུན་ཕུལ་ཡ་དེ་འདྲའི་མ་འདུག་ཅིག་ང་ཚོ་མིག་ཟུ་ཁ་ཞིབ་པོ་ཅིག་བྱེད་ཐུབ་ཀྱི་ཡོད་མ་རེད། ཨེ་མ་འོངས་པ། དགོན་སྡེ་ནང་ལོག་གི་དགེ་འདུན་པའི་གི་གྲངས་འབོར་དང་ད་བཙུན་མའི་གྲངས་འབོར་དང་དེ་ཚོ་ཚང་མ་ལ་བལྟས་ཆེད་འགྱུར་བ་ག་འདྲས་ག་འདྲས་ཞིག་འགྲོ་ས་རེད་དེ་ཚོ་ས་སྟེང་གནས་ཡན་ལ་གོང་མ་ག་འདྲས་ག་འདྲས་ཞིག་རྒྱག་དགོས་ཀྱི་འདུག་དེ་ཚོས་ཚང་མ་གྲ་སྒྲིག་འདྲ་བོ་ཞིག་དང་བང་འདྲ་བོ་ཅིག་འདིའི་ནང་ལོག་ནས། ཡིག་ཆ་འདིའི་ནང་ལོགས་ནས་གསལ་ཡོང་གི་རེད། ཨན་ད་ནང་བཞིན། བཙན་བྱོལ་བོད་མིས་གཞི་རིམ་གཞི་རིམ་ཤེས་ཡོན་སྲིད་བྱུས་ལག་བསྟར་བྱེད་ཡ་འདུག་ད། ད་འདས་ཀྱི་དུས་ཀྱི་དགོས་མཁོ་ཆེན་པོ་ཅིག་ཆགས་འགྲོ་གི་འདུག་བ། བོད་ནང་ལོགས་ལ་ཡང་བོད་པའི་སྐད་ཡིག་ཆ་ཚང་ཅིག་རྩ་མེད་བཏང་ཡ་དང། བོད་པའི་གཞོན་སྐྱེས་དེ་གའི་ཆ་ཚང་ཅིག་རྒྱ་རིགས་ཀྱི་ངོ་བོ་ལ་ཡང་བསྒྱུར་ཡ་གི་ལས་འགུལ་ཤུགས་ཆེན་པོ་ཅིག་སྤེལ་དུས་དུས་ཚན་པ་བཙན་བྱོལ་ནང་ལོ་ལྷག་པར་དུ་ང་ཚོ་འགན་ཆེ་ཡག་འཁྱེར་དགོས་ཡ་དང། ཨ་ནི་གཞི་རིམ་ཤེས་ཡོན་སྲིད་བྱུས་འདི་གང་ལ་ཡང་ཤར་བསྐྱོད་བྱེད་འགྲོ་ཐུ་ཡག་གི་ལྟ་ཁོ་དཀའ་ངལ་མང་པོ་ཡོག་རེད་གྲ་སྒྲིག་མང་པོ་བྱེད་པོ་བྱེད་དགོས་གོ་རེད་དེ་ཡིན་ནི་འདི་གང་ལ་ཡང་མུ་མཐུད་ནི་རྒྱུན་སྐྱོང་བྱེད་འགྲོ་དགོས་ཡ། ད་གང་ནང་བཞིན་ཕྱིས་ནི་བོད་མི་གི་ད་ཤེས་ཡོན་སློབ་གསོ་རྒྱུན་སྐྱོང་ཡོང་ཡ་འདི་ཚོའི་ཐོག་ལ་ད་བླ་བྲ་མཛོའི་ཕག་ཚོ་ཚགས་ཚུགས་བཟོ་དགོས་ཡོག་རེད་རེད་བ། པུ་གུའི་གྲངས་ཀ་ནི་ཁ་ཚིག་ནས་ད་ཞུ་ཞུ་བ་རེད་ངས་མ་ནི་ནས་ཞིག་བགྲང་བསྡད་པ་རེད་ཉིས་སྟོང་ཉི་བཅུ་གཉིས་ནས་བྱས་རྗེས་བོད་པ་ཁྲི་གཉིས་བོད་པའི་སློབ་ཕྲུག་ཁྲི་གཉིས་ལྷག་ཞིག་ཡོད་དེ་བ་དེ་ད་ལྟའི་དུས་ཚོད་ལ་ལྟ་དགུ་སྟོང་ལྷག་ཞིག་ཡར་ལངས་བྱེད་སྒང་ལ་ལོ་རེ་རེ་རེ་ལ་ཡང་བོད་པའི་སྤུ་གུ་གྲངས་ཆིག་སྟོང་ལྷག་ཞིག་ཉུང་རུ་འགྲོ་དེ་བ་ཉུང་རུ་འགྲོ་དགོས་ཡག་གི་རྒྱུ་མཚན་གཙོ་བོ་དེ་བོད་ནས་སུ་སློབ་མ་ཡོང་མཁན་མེད་བ་ཨ་ནི་དེ་ནས་རྒྱ་བལ་འབྲུག་གསུམ་ནས་ཕྱི་རྒྱལ་ཁག་ལ་མང་པོ་འགྲོ་གི་ཡོད་བ་ཨ་ནི་ཕྲུ་གུ་སྐྱེ་ཚད་ཉུང་རུ་ཕྱིན་བ་དེ་འདྲའི་བྱས་ནས་ད་ད་ལྟའི་གྲངས་ཀ་ཏག་ཏག་ཅིག་ལབ་ཐུབ་ཀྱི་མི་འདུག་པས་ལོ་རེ་རེའི་ནང་ལ་ཡང་སྤྲུལ་སྐུ་གསར་པ་གྲངས་ལྔ་བརྒྱ་གཡས་གཡོན་ཕྱི་མ་དུ་ཅིག་གཡས་གཡོན་ཕྱི་མ་དུ་ཅིག་འགྱིང་མེད་པའི་གནས་སྟངས་ཅིག་མཐོང་ཡོང་གི་འདུག་བ། དེ་ཚོའི་གྲངས་ཀ་འཛུལ་བལྟས་བྱས་མ་འོངས་བསླབ་གྲྭའི་འགྲོ་སྟངས་ཚོ་ག་འདྲས་བཟོ་དགོས་ཀྱི་ཡོད་མེད་དེ་ཚོའི་ཅིག་དུ་ཕྱིན་བྱེད་དགོས་ཀྱི་འདུག་དེའི་ནང་ནས་ཡང་ཅིག་དོན་ཚན་གཅིག་དེ་ད་ང་ཚོ་བོད་མི་གི་སྲོལ་རྒྱུན་གི་ལག་རྩལ་རེད་སྒྱུ་རྩལ་རེད་ཨ་ནི་རིག་རྩལ་དེ་ཚོ་ག་རེ་ཡིན་པ་ཡིན་ནས་དེ་ཚོ་ཚང་མ་ལོ་ལ་མཐུན་སྦྱོར་ཞུ་ཡ་དེ་ཨ་ནི་ད་ལྟ་ཆོས་རིག་ལས་ཁུངས་ཀྱི་བརྒྱུད་ནས་འདི་གནང་དང་གནང་བཞིན་པ་རེད། དེ་ཚོ་ད་ཚོགས་འདུ་འདི་རེ་ཚོགས་ཆེད་སྙན་ཐོ་མང་པོ་ཅིག་ཐོན་བསྡད་ཡོད་རེད་སྙན་ཐོ་དེ་གས་ཕྱོགས་སྒྲིག་བྱས་བྱས་འདི་གས་དེ་ང་ཚོ་དཔྱད་པ་བྱས་ནས་མ་འོངས་པ་ད་དེ་ཚོའི་གི་ཡར་རྒྱས་བཏང་ཡ་ལ་ཡང་ཁ་ཕྱོགས་ག་འདྲས་སུ་འགྲོ་དགོས་ཀྱི་འདུག་ང་ཚོས་མཐུན་རྐྱེན་ག་འདྲས་བཞག་ཐུབ་ས་རེད་ཐུབ་ཕན་གསོས་ཡག་གི་བརྒྱུད་ནས་ཐུབ་ཡག་གི་བྱེད་དགོས་ཀྱི་འདུག་མ་གཏོགས་རྗེས་ཀྱི་ལོ་རྟག་པར་རེ་ཞིག་བརྙན་པར་སྤྲད་པའི་སོར་རུ་བྱས་བསྡད་པ་ཡིན་ན་ཁོ་འགྲིག་ག་མི་འདུག་དེ་ཡིན་ཚང་མ་དེ་ཚོ་ཐོག་ལས་བསམ་བློ་བཏང་དགོས་ཀྱི་འདུག་ཨ་ནི་ཐང་གིས། ཁོ་རང་ཚོས་ཨ་མི་རི་ཀ་ཁོ་རང་ཚོས་གསུངས་པ་རེད་ང་ཚོའི་འདི་ལྟ་ཅིག་གི། སྤྱི་ཚོགས་ཁོ་རང། Inclusive སྤྱི་ཚོགས། ཡོང་ཡ་ལ། ཨ་ནི། བུད་མེད་ཡིན་ནའི་རེད་གཞོན་སྐྱེས་ཡིན་པ་ཡིན་ནའི་རེད་དེ་ཚོ་ལ་གོ་སྐབས་མང་སྤྲད་དགོས་ཡ་དང་ད་སྤྱི་ཐང་གིས། ད་ལྟ་འཛམ་གླིང་ཀུན་ཚོའི་འདུ་བ་ཚུགས་འཕེལ་ཡོང་དུས་ཚང་མ་ད་ནང་ང་ཚོ་བུད་མེད་ནུས་སྟོབས་སྐོར་ལ་ཞི་ར་ཞེས་གསུངས་གི་མི་འདུག་ག་རེ་ཟེར་ན་བཀའ་ཤག་ནང་ལས་བཀའ་བློན་གསུམ་བུད་མེད་ཆགས་བསྡད་ཡོད་རེད་བ་ད་ལྟ་བརྒྱ་ཆ་དོན་བདུན་ལྔ་ཡིན་དུས་ཚན་པ་ལ་སྔས་མ་ཡིན་ན་ཞེ་དྲག་མེད་དུས་ཚན་པ་ལ་ག་དུས་ནས་ཁྱོད་ཚོ་སྤྱི་འཐུས་ནང་ལ་བུ་མོ་ག་ཚོད་ཡོད་རེད་བཀའ་ཤག་ནང་བུ་མོ་ག་ཚོད་ཡོད་རེད་དེ་སྐད་ཅིག་དྲིས་འདུག་རེད་ད་ད་ལྟ་ཚོགས་གཙོ་གཞོན་པ་འགས་བུད་མེད་ཆགས་བསྡད་ཡོད་རེད་བཀའ་བློན་རྣམ་པ་གསུམ་འགས་བུད་མེད་ཆགས་བསྡད་ཡོད་དུས་ཚན་པ་ལ་དེ་སྐད་ཆ་དྲིས་ངེས་དེ་ཡོག་མ་རེད་ཨན་དོན་གཅོད་ནང་ལོགས་ལས་ད། ད་ལྟ་བུད་མེད་གསུམ་འདུག་བཞིན་དམིགས་ཡུལ་སྒྲིག་བྱེད་ད་ལྟ་གསུམ་པ་ཕ་ཕས་མ་ཐུག་བྱས་འདུག་བཞིན་གནས་སྟངས་ལྷག་བསྡད་ཡོད་རེད་ཨ་ནི་བུད་མེད་ལ་གོ་སྐབས་བྱས་ཙང་ངལ་གསོ་ག་དུས་ཡིན་ནས་འདི་ལ་གོ་སྐབས་དང་ཨ་ནི། གར་བཞུགས་རེད། ནུས་པ་གོང་འཕེལ་བྱས་དེ་ཉིད་གཉིས་མཉམ་དུ་འགྲོ་དགོས་སྐོར་གདའ། གོ་སྐབས་བསྐྲུན་ཡག་དེ་བུད་མེད་སྒྲིག་འཛུགས་ལས་འགན་རེད་ཡིན་ནས་གོ་སྐབས་ལེན་ཡག་དེ་བུད་མེད་སོ་སོ་གས་བསམ་བློ་གཏང་དགོས་སྐོར་རེད་གཞོན་སྐྱེས་སོ་སོས་སོས་བསམ་བློ་གཏང་དགོས་སྐོར་རེད་མ་གཏོགས་བྱེད་མཁན་ཚང་མ་མིའི་ཁ་ལག་ཟ་བ་ནི་མ་ཐ་ལི་ཀི་ནང་བླུགས་རྗེས་སྐྱེ་རྒ་ཡོང་མར་བ།

ཨ་ནི་དབུས་ལ་ནི་ད་ཏྲི་སི་བྷི་དང་ཧོམ་སི་གཉིས་ཀ་ཡོད་མ་རེད་ལྷོ་ཕྱོགས་ལ་ཨེ་སུ་ཨེས་གཅིག་ཡོད་རེད་དེ་ཚོ་ཕར་ཚུར་ང་ཚོ་ཕར་ཚུར་སྐད་ཆ་བཤད་བྱས་གཞི་རིགས་ལས་ཁུངས་སྟངས་འཛིན་གྱི་ངོ་བ་ནས་ད་མ་འོངས་པ་ག་འདྲའི་གོམ་པ་རྒྱག་དགོས་ཀྱི་འདུག་རིམ་པས་རིམ་པས་དཀའ་ངལ་ག་ཤེད་ཅིག་ང་ཚོ་དང་པོ་མཉམ་རུབ་ནས་བལྟས་བྱས་མ་འོངས་པ་དཀའ་ངལ་དེ་འདྲ་ཅིག་འཕྲད་ས་རེད་དེ་ལ་དཔག་པའི་ང་ཚོ་མཉམ་རུབ་ཀྱི་ཐོག་ནས་ཨ་ནི་དེ་འདྲ་ཅིག་སེལ་ཐུབ་ས་རེད་ཟེར་ཡག་གི་ལང་ཀ་ཅིག་འགུག་གི་ཡོད་རེད། ངས་དུས་རྒྱུན་ནས་ལབ་འདུག་གི་དཔེར་ན་ཀྲི་ཤི་བྷི་ཡིན་ན་ཀྲི་ཤི་བྷི་ཀྲི་ཤི་བྷི་གི་གནས་སྟངས་མང་དུ་ཤེས་ཀྱི་མ་རེད། ཧོམ་སི་ཡིན་ན་ཧོམ་སི་ནང་ལོགས་གནས་སྟངས་ཤེས་ཀྱི་རེད། སམ་བོ་ཏྲ་ཡིན་ན་སམ་བོ་ཏྲ་ནང་ལོགས་གནས་སྟངས་ཤེས་ཀྱི་རེད་མ་གཏོགས་ཁྱོན་ཡོངས་ཀྱི་གནས་སྟངས་ཤེས་མཁན་དེ་ཤེས་རིག་ལས་ཁུངས་མ་གཏོགས་ཡོག་མ་རེད། དེ་ཡིན་དུས་ད་ལྟ་ཤེས་རིག་གི་ལས་ཀ་བྱེད་སྟངས་ཐོག་ནས་ང་ཚོའི་སྒྲོམ་གཞི་འགའི་འགྱུར་བ་དེ་བཏང་དགོས་ཀྱི་འདུག་དཔེར་ན་སྲིད་སྐྱོང་དེ་མ་སུ་རི་ཧོམ་སི་གི་ཡང་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་རུ། ལྟ་ངེས་མེད་ཀྱི་བྱུང་རབས་ཀྱི་ཐོག་ནས་འདུག་བཞིན་ཆགས་བསྡད་དོ། དེ་ཡིན་དུས་འདི་ཤེས་རིག་བཀའ་བློན་རང་གནང་བཞག་པ་ཡིན་ན་ཨཱ་བོད་ཕྲུག་ཁྱིམ་སྡེ་ཀྱི་འགན་འཛིན་ལྷན་ཚོགས་ཚོགས་གཙོ་དེ་ཤེས་རིག་བཀའ་བློན་རེད་ཨཱ། སམ་པོ་བྲག་གི་ཆ་གཅིག་ཤེས་རིག་བཀའ་བློན་ཆགས་བསྡད་ཡོད་རེད་ཨཱ། མ་སུ་རི་དེ་ཤེས་རིག་བཀའ་བློན་གནང་པ་ཡིན་ན་ཤེས་རིག་ལས་ཁུངས་ཀྱི་གསུམ་ག་ལོག་ལ་ཡང་སྤྱི་སྙོམས་ཀྱི་ཐོག་ནས་ལྟ་ཡས་ཀྱི་ཡོང་གི་རུ་བ། འོན་འདི་འདྲས་ཀྱི་ལངས་ཀ་ཚོ་ད་ག་ལེ་ག་ལེ་གོ་བསྡུར་བྱེད་བྱེད་འགྲོ་སྒུག་ཡོད་རེད་མ་གཏོགས་ཅིག་གིས་ང་ཚོ་ཚང་མ་ལོག་ཕག་ཚོ་ཐག་རིང་པོ་འགྲོ་བཞིན་བསྡད་རེད། སོ་སོ་སོའི་སྒྲིག་འཛུགས་འདི་གལ་ཆེན་པོ་རེད། འདི་གཅིག་པུ་སྲུང་སྐྱོབ་བྱེད་བསམ་བློ་བཏང། གཞུང་མང་གཅིག་དཀའ་ངལ་ཅིག་འཕྲད་ཡོང་དུས་བསམ་པ་སྤྱི་ཚོགས་གང་བཟང་ལ་དཀའ་ངལ་འཕྲད་ཡོང་ཡང་དེ་ནས་ཆགས་པ་ཡིན། ང་ཚོ་གྲ་སྒྲིག་ཡག་པོ་བྱེད་ཀྱི་མེད་པའི་རྟགས་རེད། ད་ལྟའི་གི་གྲངས་ཐོ་འཛུགས་ལ་བལྟས་རྗེས་ང་ཚོ་གོམ་པ་དེ་འདྲ་ཞིག་བརྒྱབ་དགོས་ས་རེད་ལོ་གཉིས་གསུམ་བཞི་ལྔ་གི་རྗེས་ལ་གོམ་པ་དེ་འདྲ་བརྒྱབ་དགོས་ས་རེད་ཟེར་ཡག་གི། དེ་འདྲིས་གི་ཚོད་དཔག་ཅིག་བྱེད་ཐུབ་ཡག་གི་གནས་སྟངས་ཅིག་སླེབས་པ་ཡིན། འདི་ཚོ་ལ་མངོན་ཤེས་དགོས་ཀྱི་ཡོད་མ་རེད། རིགས་ཤེས་ཀྱི་སྒྲིག་གི་ཡོད་རེད།

ཟ་རར་ཆས་མེད་གྱོ་ཞིག་མི་འགྲོ་ཚར་ནས། ཨེ། རྩི་ཞིམ་ཉན་དུ་ན་ལྷག་དེ་ཡ་ཤུ་གུ་དང་མིའི་དུས་ཚོད་ཞུ་བོ་ཅིག་འགྲོ་དགོས་ཡ། དེ་འདྲ་ཆགས་ཀྱི་ཡོད་རེད་ཨེ་ནི་བོད་སྐད་སློབ་གཉེར་བྱས་ཚུ་ལས་ང་ཚོ་མཐུན་རྐྱེན་ག་འདྲ་ཞིག་བྱ་དགོས་ཀྱི་དོ། ད་བཙན་བྱོལ་ནང་ལོ་ཟླའི་བརྒྱ་པའི་དྲུག་གསུམ་ནང་ལ་ག་འདྲ་ཞིག་བྱ་དགོས་ཀྱི་དོ་ཕྱི་རྒྱལ་ལས་ག་འདྲ་ཞིག་བྱ་དགོས་ཀྱི་དོ་ད་དེ་ཚོ་བསམ་བློ་མང་པོ་ཅིག་ད་ནས་བཏང་བྱས། འགྲོ་བསྡད་ཡོད་རེད་དེ་ནས་ཐང་གིས་ངས་ཞུ་ཡ་དེ་སྤྱི་ཚོགས་གོང་བུ། ད་ང་ཚོ་དེ་ཚིག་དེ་གཞན་པ་ཅིག་ཏག་ཏག་ཅིག་རྙེད་མ་སོང་བྱས་ཙང་སྤྱི་ཚོགས་གོང་བུར་ཆུད་པ་བྱས་ཏེ་ད Inclusive Society བྱས་ཏེ་དེའི་ནང་ལོགས་ལ་ང་ཚོ་ཅིག་ག་རེ་ཡིན་པ་ཡིན་ནས་འཁོས་མེད་ཡིན་པ་ཡིན་ནས་སྐྱོ་བ་མཛོད་ཡིན་པ་ཡིན་ནས་དེ་ཚོ་སྤྱི་ཚོགས་ནང་ལོགས་ལ་ཡང་ཡོང་བྱས་རོགས་བྱས་དགོས་ཡ་བུད་མེད་ཀྱི་ནུས་སྟོབས་སྤེལ་ཡ་ཡིན་པ་ཡིན་ནས་སྤྱི་ཚོགས་ནང་ལ་ཡོང་དགོས་ཡ་གཞོན་སྐྱེས་ཚོ་ཡིན་པ་ཡིན་ནས་སྤྱི་ཚོགས་ཀྱི་ལས་དོན་གྱི་ཐག་གཅོད་ནང་ལོགས་དང་ལས་འགན་སྒྲུབ་པའི་ནང་ལོགས་ལ་མཉམ་ཞུགས་བྱས་ཐུབ་པ་ཡོང་ཡ་དེ་ན་བཞིན་ཕྱིན་ད་འཕྲོད་བསྟེན་གྱི་ཐོག་ནས་བོད་སྨན་རེད་ཕྱི་ལུགས་སྨན་གྱི་ཐོག་ནས་ད་ང་ཚོ་སྤྱི་ཚོགས་བདེ་ཐང་ཡོང་ཡན་ལ་ཡང་ཅིག་ད་ལྟ་ལས་གཞི་འགྲོ་དང་འགྲོ་མུས་མང་པོ་བྱུས་ཡོག་རེད་དེ་ཚོ་ཚང་མ་ལོག་མུ་མཐུད་ནས་མཇུག་སྐྱོང་དགོ་ཡ་དང་ང་རང་ཚོ་སྤྱི་ཚོགས་ལ་ཕན་པའི་གྱི་ཡང་ལས་གཞི་ག་འདྲེས་བང་སྒྲིག་དགོས་གི་འདུག་དེ་ཚོ་ཚང་མ་ལོག་ཨན་གཙོ་བོ་གཙོ་བོ་དེ་སྔོན་འགོག་འཛོ་གང་ལ་ཡང་དོ་སྣང་བྱེད་ཡ་ཨན་དེ་ནས་ད་དེ་རྒྱུན་གནས་ཐུབ་པའི་གྱི་དཔལ་འབྱོར་གོ་སྐབས་གསར་སྐྲུན་བྱེད་ཡ་དེ་རེད་དེ་གའི་དེ་ད་ང་ཚོ་གཞི་རྒྱ་ཆེ་ས་ནས་མི་མང་གཞི་ཆགས་ལ་སྤོས་ཐུབ་པ་གཅིག་པོ་ཕན་གྱི་མི་འདུག། ད་གཞི་ཆགས་སུ་སུ་སུ་ལ་མ་གནས་ཐུ་ཡག་གི་ཆེད་དུ་ད་ཆ་ཞིག་ག་རེ་འགྲིག་གི་རེད་ཞེས་ཡ་དེ་ཚོ་ཐོག་ནས་ད་ལྟ་ཕལ་ཆེར་ད་ཆོས་རིག་ལས་ཁུངས་འདིའི་ནང་ལ་འགན་འཁེར་བ་བྱེད་ཀྱི་རེད་ང་ཚོ་ད Religious App ཞེས་ཡ Universal Religious App ཅིག་དགོན་སྡེ་ཁག་ནང་ལོགས་ལ་ཡ་གནས་མཇལ་བཅར་བའི་སྐབས་དེ་ཨ་ནི་སྐུ་རྟེན་ཚོ་འགྲེལ་བཤད་ཆ་ཚང་ཡོད་དེ་བ་དེས་སྐད་ཡིག་གང་མང་མང་ཕྱིའི་ནང་ལོགས་ལ་ང་ཚོ་བཟོ་ཐུབ་ཡག་གི་འབད་བརྩོན་རྒྱལ་སྤྱིའི་སྐད་དང་རྒྱ་གར་གི་སྐད་ག་ཚོད་ནང་བ་ད་ལྟ་འདྲ་བོ་བྱིན་པ་ཡིན་ན་ད་རྒྱ་གར་མང་པོ་ཞི་བ་གཅིག་གོམ་པ་ཚོ་ད་ག་ཡོང་གི་ཡོད་རེད་དེ་ནང་དོན་གང་ཡང་མ་རྟོགས་བྱས་ཚུགས་ཡོང་དུས་ཀླད་པ་སྟོང་པ་རེད་ཕར་འདུག་བསམ་པ་ཀླད་པ་སྟོང་པ་བཞིན་འགྲོ་བསྡད་ཀྱི་ཡོད་རེད་དེ་ཡིན་དུས་ད Smart Phone ནང་ལོགས་ནས App ཅིག་བཟོས་བྱས་འདི་མང Download བྱས་ནས་སྟོན་པ་ཡིན་ནའི་རེད་ག་རེ་སྐོར་ལ་ཡིན་ནའི་དགོན་པའི་སྐོར་ལ་འགྲེལ་བཤད་ཡིན་ནའི་རེད་དེ་གའི་ཆེ་ཐང་ཅིག་ང་ཚོ་བཟོ་ཐུབ་ན་བསམ་ནས་དེ་ནང་བཞིན་གཅིག་ནི་ང་ཚོའི་གཞིས་ཆགས་སོ་སོ་སོའི་ནང་ལོགས་ལ་ཡང་དག་ཅིག Holistic Healing Centers ལབ་ནས་ཅིག་སེམས་ཁམས་དང་ལུས་སེམས་གཉིས་ཀའི་ཐོག་ནས་ཅིག་ནང་ཆོས་ཀྱི་ཐོག་ནས་སེམས་ཀྱི་ཞི་བདེ་ཡོང་ཡ། དང་ནང་བཞིན་བོད་སྨན་གྱི་ཐོག་ནས་གཟུགས་སྐུའི་འཕྲོད་བསྟེན་ཡོང་ཡ། དེ་འདྲའི་གི་ཅིག་ལས་གཞི་རྒྱ་ཆེ་བ་ཚོ་ང་ཚོ་སྤེལ་ཐུབ་ས་རེད་ཐུབ་ས་མ་རེད་དེ་འདྲའི་གི་བརྒྱུད་ནས་ལས་ཀ་ཐེབས་པ་དེ་ཚོ་སྤྲད་ཐུབ་ས་རེད་ཐུབ་ས་མ་རེད། སྒྲིག་འཛུགས་གཞན་པ་དེ་ཚོ་ང་ཚོ་འདི་བ་གྲོང་ཁྱེར་ཁག་དེ་ནང་ཡོད་དེ་བ་དེ་གས་དེ་མ་གཞིས་ཆགས་དེ་ཚོ་ནང་ལ་སྤོ་ན་ག་ཚོད་ཐུབ་བས་བཟོས་ས་རེད་བཟོ་ས་མ་རེད་ད་དེ་ཚོ་མང་པོ་ཅིག་བསམ་བློ་བཏང་དགོས་ཡས་ཀྱི་གནས་སྟངས་འདུག་ཕྱིན་ཆ་དེ་ཡོད་རེད་དེ་ཡིན་དུས་ཨ་ནི། ཅིག། ད་ལྟ་ཡིན་ནའི་ནང་སྲིད་ལས་ཁུངས་ཀྱིས་ང་ཚོ་བསོད་ནམས་ཀྱི་སྲིད་ཇུས་ཡག་པོ་ཅིག་བཟོ་ཐུབ་ཡོད་མ་རེད། ད་ལྟ Agriculture Extension Office ལ་བསོད་ནམས་ཀྱི་སྒང་ལ་ཡང་དམིགས་བསལ་བློ་འདོན་པ་དེ་གའི་དེ་ཚོ་རུ་རུ་བྱས་བྱས་ནས་གཞིས་ཆགས་སོ་སོ་སོ་ལ་ཡང་བསོད་ནམས་ཀྱི་ལས་གཞི་བཟོ་དགོས་ཡ་དེ་ཡང་ཞིང་པའི་གི་འདོད་པ་དང་ཁྲོམ་རའི་གི་གནས་སྟངས་གཉིས་ལ་བལྟས་བྱས་བཟོ་དགོས་ཡ་དེ་ཚོ་གནད་འགག་ཆེན་པོ་ཆགས་ཏེ་ཡོད་དེ་ཚོ་ད་རྒྱ་ཆེ་ས་ནས་སྲིད་ཇུས་བཟོས་ཨན་དེའི་འོག་ནས་ལས་གཞི་རེ་རེ་རེ་རེ་བཅུག་དགོས་ཡ་དེ་གའི་དེ་ང་ཚོ་ལས་བྱེད་ཚོ་མཁྱེན་དགོས་ཀི་དུ་མ་གཏོགས།

དེ་འདྲའི་བལྟས་པ་ཡིན་ན་འདས་པའི་ལོ་ལྔའི་གི་བྱུང་རིམ་ནས་བལྟས་པ་ཡིན་ན་མ་འོངས་པའི་ལོ་ལྔ་ནང་ལ་འགྱུར་བ་ག་འདྲས་ཤིག་འགྲོ་ས་རེད། ཨ་ནི་དེ་གས་དེ་གནས་ཐུག་ས་རེད་ཐུག་ས་མ་རེད་ཨ་ནི་མི་མང་ལ་གདམ་ཁ་སྤྲད་བྱས་དཔེར་ན་ང་ཚོས་དེ་འདྲའི་ཅིག་ཐབས་ཤེས་སྟོན་གི་ཡིན་ཁྱེད་རང་ཚོས་དེ་བ་ཡོད་མེད་ཤེས་ཡ་དེ་འདྲའི་གི་གནས་སྟངས་ཅིག་གང་ལ་འགྲོ་ཡ་རེད་མ་གཏོགས་ཅིག་གི་ཡང་ཁྱེད་རང་ཚོས་ཡིན་གཅིག་མིན་གཅིག་ད་ཁྱོད་ཚོ་དེ་ཡིན་གཅིག་མིན་གཅིག་སྤོ་དགོ་རེད་ཤེས་ཡ་ནང་དེ་ཚོ་ང་ཚོས་རྩ་བ་ཉིད་ནས་བྱེད་གི་མ་རེད་འོང་དེ་གས་དེ་ཡང་གསལ་པོ་བྱེད་ནི་ངོ་སྤྲོད་ཅིག་མ་བྱུང་བ་འདྲ་བོ་བྱིན་པ་ཡིན་ན་དེ་དང་ཚོང་འབྲེལ་དང་དེ་ཚོའི་གི་འབྲེལ་བའི་ཐོག་ནས་ཡང་ང་ཚོ་མཐུན་འགྱུར་འགྲོ་ཆེད་ག་ཞུ་ད་ལས་གཞི་འདི་ཚོ་ད་ག་མིང་ཙམ་དང་ཅིག་སྟོན་ཡ་འདྲ་བོ་ཕྱི་གོང་མ་ཡིན་པ་བྱས་རྗེས་དངོས་གནས་དྲ་གནས་གི་མི་མང་ལ་ཡང་ཁ་ཡོད་ལག་ཡོད་གི་ཕན་ཐོག་ཡ་གི་ལས་གཞི་འདི་ཚོ་གར་གར་བྱེད་དགོས་གི་འདུག་དེ་ཚོ་མང་བང་འགྲིག་ཡ་ཆགས་གི་ཡོད་རེད་ད་དེ་ནས་དོན་ཚན་གསུམ་པ་འདི་བོད་མི་སྒྲིག།